དེ་འདྲ་ཡིན་དུས་གུས་པ་བཟང་པོ་འདི་ནི་ཆུད་མ་སོང་བ་ཞིག་བྱ་དགོས་རེ་སོང་ཡིན་ལགས། དེ་ནས་ཇི་ལྟར་མཚན་མོ་མུན་ནག་སྤྲིན་རུམ་ན་གློག་འགྱུ་སྐད་བཞིན་རང་སྣང་སྟོན་པ་དང་དེ་བཞིན་སངས་རྒྱས་མཐུ་ཡིས་རྒྱ་ལམ་ན་འཇིག་རྟེན་སྣོད་བློ་གྲོས་ཐང་ཀར་ཡོངས་བཟུང་ནས། ཨ་མ་རྒྱུ་མཚན་ལ་བརྟེན་ནས་འགྲིག་རྒྱུ་མེད་འགྲོ་ཡང་སེམས་ལྡན་ཞིག་ནས་ལོགས་སུ་ཤེས་ནས་འགྲིག་ཤེས་ཡང་དོན་ཆུང་རྙེད་དཀའ་བས་རྒྱུ་མཚན་ལ་མ་དྲངས་ནས་འགྲིག་རྒྱུ་རེད། གང་ལྟར།

དུས་ཚོད་མང་ང་སྟེ་ང་རང་ཚོ་དེར་གློག་ངན་པ་ཅིག་གི་ཆ་ལ་གོམས་འདྲིས་ཀྱི་དབང་གིས་དང་གོམས་འདྲིས་དང་རྐྱེན་དང་དེ་འདྲའི་གི་དབང་གིས་བས་གློག་ངན་པའི་ཕྱོགས་དེ་ལ་ང་ཚོ་དུས་ཚོད་མང་ང་བཏང་འགྲོ་གི་ཡོད་རེད་བ་དེ་འདྲས་ཡིན་དུས་དགེ་བའི་བློ་སྐྱེ་ཡག་ཟེར་ངེས་ཏེ་ང་རང་ཚོ་ཕྱི་ལོག་ལ་ཡ་བས་ལུས་ལ་ཆོས་གོས་གནམ་ལྕགས་འདྲ་བོ་གྱོན་བས་ཆེ་བ་ཡིན་ཟེར་ཡང་འགྲོ་གི་ཡང་ད་ག་ན་བཞིན་བས་གྲ་བ་མེད་ན་ཡང་ལག་པའང་ཚ་ང་རུ་ཞིག་གིས་ཨ་ནི་ཨ་ཅིག་འདུག་ལྷོད་ལྷོད་བྱས་ནས་མ་ནུ་རི་ཐང་ནས་བསྡད་ཡོད་འདུག་གི་དུས་ཚོད་བས་ཆུ་ཚོད་ཁ་ཤས་བས་དགེ་བ་འགྲུབ་གི་ཡོད་པ་སོགས་ཀྱི་མཐོང་གི་ཡོད་རེད་དེ་ངོ་ལྡོག་དགེ་བ་ཟེར་ངེས་ཏེ་བསམ་བློའི་ནང་ནས་འགྲུབ་རྒྱུ་རེད་མ་གཏོགས་ལག་པ་གྲང་ཐོག་ཅིག་དང་ཁ་ནས་བས།

རྗེ་རིན་པོ་ཆེ་གིས་རང་མ་དུལ་བར་གཞན་དུལ་བའི་གནས་མེད་པས་སུ་ལྷན་དུ་དངོས་གནས་ནན་པོ་རེད། ངོ་གདོང་ཡང་ཉིན་བསམ་བློ་ཡག་པོ་ཞིག་བཏང་དགོས་བྱུང་ན་རང་ཉིད་འདུལ་རྒྱུ་ཁག་པོ་འདུག་ཨང་བདག་ཡང། ཨ་དེ་འདྲས་ཡིན་དུས་མི་ཡར་བལྟས་ཡོད་དུས་དངོས་གནས་བས་གཞན་འདུལ་མཁན་ཡིན་པའི་སྐད་ཆ་རེད་དེ་ཡིན་ན་ཡང་རང་གིས་རང་རང་གི་རང་བློ་རང་ལ་ལྐོག་ཏུ་མ་གྱུར་པ་ཡིན་དུས་བསམ་བློ་བཏང་ཡོང་ན་དངོས་གནས་ཆགས་སྡང་གི་དབང་ཆགས་སྡང་གི་གཞན་དབང་དུ་སོང་སྟེ་བློ་འདི་ལ་ཡ་དེ་འདི་མི་དྲན་ཟེར་བ་ཞིག་དང་བས་འདི་མི་འཁོར་ཟེར་བ་མི་བདེ་བ་ཅིག་ཤི་བོ་ཞིག་དྲན་ཡོང་དུ་བ་འདི་ཆོག་གི་མ་རེད་འདི་ཡོང་གི་མ་རེད་བསམ་པ་ཅིག་གིས་དྲན་ཤེས་ཀྱི་ཟིན་པ་བྱས་ནས་སྟངས་འཛིན་བྱེད་བཞིན་བྱེད་ཀྱིན་བྱེད་ཀྱིན་ལ་ཡང་ད་བློ་དེ་ཁ་བརྡོ་དེ་འདྲ་ཞིག་མ་གཏོགས་ཡོད་མ་རེད། ཡང་དེ་འདྲ་ཡིན་དུས་ཆོས་ཀྱི་གནས་ལུགས་མ་ཤེས་ཆོས་ཀྱི་གནས་ལུགས་མ་ཐོས་མཁན་གྱི་མི་ཅིག་ལ་ཡང་ཨ་ནི་བློའི་ནང་ལོགས་ལ་དེ་རྣམ་རྟོག་ངན་པ་མི་འཆར་དགོས་ཆ་གང་འདྲ་ཞིག་ཡོང་དང་མ་ཡོང་ཟེར་མཁན་དེ་ད་ཤོད་མི་དགོས་པ་རེད། འོ་དེ་འདྲ་ཡིན་དུས་ང་རང་གི་མི་ཚེ་གཅིག་གི་ནང་ལོགས་ལ་ཡང་དངོས་ནས

གཡང་གཅིག་ཅིང་མཛེས་པོར་བྱུང་ན་བསམ་པར་འགྲོ་ཅིང་འདྲ་ཆགས་པོར་བྱུང་ན་བསམ་པས་སོ། དེ་འདྲའི་གི་གཡང་གཅིག་ཁོས་ཕུལ་ནས་ས་བཙལ་ཡོང་མོད་ཀྱི་བློ་ངན་པ་ཞིག་སྐྱེ་ཡོང་གི་འདུག་ཨ། དེ་འདྲའི་ཡོན་ཏུའི་ངོ་ཐོག་དང་ནི་རྒྱལ་བ་དེ། གྲུབ་ཡང་ཁག་གོ། གྲུབ་པ་དེའི་རིགས་སྤུས་དག་པོ་ཡོང་ཡང་ཁག་གོ། དེ། དེའི་ལྡོག་ཕྱོགས་ཀྱི་རྐྱེན་གྱི་ཆ་ནས་ནི། རྐྱེན་ཆུང་ཆུང་གཅིག་གིས་ནམ་སང་གཅིག་གི་བས་ཆགས་སྡང་གི་བློ་སྐྱེ་ཡང་ལས་སླའོ། སྐྱེས་པ་དེའི་ཤུགས་ཆེན་པོ། དེ་ལ་ཡང་དག་གཉེན་པོའི་ཕྱོགས་ནས་དགེ་བས་དགེ་བའི་བློ་སྟོབས་ཆེན་པོ་གཅིག་གིས་དེ་བར་ཟིལ་གྱིས་གནོན་ཐུབ་ཡང་ང་ཚོ་ལས་ཁ་ཐབས་མེད་དེ་ངས་དེ་འདྲའི་ཡོན་ཏུའི་ཁག་པོ་རེད།

དེ་འདྲ་ཡིན་དུས། ད་སྐད་གཞི་སྐད་གཞི་གི་དམ་པའི་དུས་ཚོད་དཔེ་དུས་ཡུན་ཐུང་ཐུང་ཅིག་ལ། ཨ་ནི་བས་ལོ་སྐད་གཞི་ཙམ་ཞིག་སྐྱེས་པ་ཡིན་ན་ཡང་དེ་ནི་བས་ང་ཚོ་བས་གོ་སོན་དུ་མ་སོང་ནས་བས་དུས་དྲན་མཚོན་ཆ་ཚོར་བ་ཅིག་གིས། དགྲ་བོས་བས་དམག་དཔུང་ཅི་ཙམ་བས་སྟོབས་ཆེན་པོ་བཞེས་པ་ཡིན་ན་ཡང་དེ་བས་དུས་ཡུན་ཐུང་ཐུང་ཞིག་གི་ནང་ལོགས་ལ། ཨ་ནི་བས་རྫས་ནུས་པ་ཤོག་ཆེན་པོ་ཅིག་གིས་བས་སྐད་གཞི་གཉིས་ལ་བས་བཅོམ་ཐུབ་ཡག་གི་མཚོན་འགྲོ་བ་འོ། དེ་འདྲ་ཅིག་ང་ཚོས་ཆོས་ཉམས་ལེན་བྱེད་ཡག་གི་སྐབས་ལ་ཡ་ག་འདྲ་བྱེད་ཡག་རེད་ཟེར་བ་ཡིན་ན། ཨེ་ནི། རུ་དང་བས། ང་རང་ཚོ་མཐོང་བ་ཡོང་བ་ནི་གོམ་པའི་དབང་གི་རྒྱུད་ལ་ཡ། ཨེ་ནི། བའི་སྐྱོན་གྱི་ཕྱོགས་དེ་ཞི་དྲག་གི་ཤུགས་ཆེན་པོ་དང་དེའི་རྐྱེན་པས་ཅིག་ད་སྔར་ཕན་ཆད་བསགས་བཞག་གི་སྡིག་ལྟུང་རེ་ད་ལྟ་ཡི་དང་སྲོག་དང་སྲོག་བཞིན་པ་དེ་འདྲས་ཀྱི་བས་མི། མི་མཐུན་པའི་ཕྱོགས་དེ་ཞི་དྲག་གི་ནུས་པ་ཆེན་པོ་ཡོད་བསྡད་པ་དེ་སེལ་ཡག་གི་ད་ཐབས་བླ་ན་མེད་པ་ད་བས་གཅིག་ཤོག་ཀུན་འདུས་སྒྲུབ་པ་དེ་ག་རེ་ཟེར་ལབ་ན། དེ་ནི་རྫོགས་པའི་བྱང་ཆུབ་སེམས་མིན་པ་དགེ་ཞེན་གང་གིས་གཟིགས་ཡུལ་རྣམས་པ་འགྱུར་གསུངས། དག་པའི་གཞན་གཅེས་པར་བྱེད་ཀྱི། སེམས་བཟང་པོ། འདི་ལས་ལྷག་པ་ཅི་གི། སྐྱོན་གྱི་ཕྱོགས་གཟིགས་རྒྱུ་མེད་ཡང། དག་པའི་སྐྱོན་གྱི་ཕྱོགས་གཟིགས་རྒྱུ་པའི་ནུས་པ་ཆེན་པོ་ཅིག་ཡོད་པ་ཡིན་ན་ཡང། དེ་ཡི་རིགས་འཕགས་གཟིགས་ཀྱི་གནས་ནས། དེ་ཡི་པའི་ནུས་པ་བར་བཅོམ་མཐུ་ཡག་ཅིག་ལ། བྱང་ཆུབ་སེམས་ལ་ལྷག་པ་ཅིག། རྩ་བ་ནས་ཡོད་མ་རེད་གསུངས་ཡིན་པ། བྱང་ཆུབ་སེམས་ཀྱི་ཕན་ཡོན་གསུངས་ཡོང། དེ་ནི་མ་ཏི་གོ་ཐོབ་ཅིག་ཤིན་ཏུ་མི་གསལ་བ་དེ་ནི་རྫོགས་པའི་བྱང་ཆུབ་སེམས་མིན་པ་རྒན་གཞན་གང་གིས་གཟིགས་རྒྱུ་ན་པ་རྒྱུ་གསུངས་ཡོད།

སེམས་ཅན་ཐམས་ཅད་ལ་སྐྱིད་པ་ཞིག་བྱུང་ན་བསམ་པ་དང་སེམས་ཅན་ཐམས་ཅད་ལ་སྡུག་བསྔལ་ཧ་ལ་ག་བྲལ་བ་ཞིག་བྱུང་ན་སྙམ་པའི་ཡེ་ཐག་པ་ནས་ད་དོན་ཉིད་ཀྱི་བློ་དེ་སྐྱེས་ནས་ཡོད་འདུག་ཨཱ། སེམས་ཅན་དེ་ཡིད་བདག་ལ་ཡང་དག་ངོ་རང་བས་གཞན་དོན་འབད་མེད་ལྷུན་གྲུབ་མཐར་ཕྱིན་པ་ཞིག་གིས་ད་ངས་བྱེད་ཐུབ་པ་ཞིག་བྱུང་ནའང་བསམ་པར་བྱས་ཏེ་ད་ཅི་སུས་ཐུབ་ཀྱི་རེད་ཟེར་ལབ་ན་བླ་ན་མེད་པའི་རྫོགས་བྱང་གི་གོ་བ་མ་མཐོང་ན་ཐབས་མེད་ངེས་ཅན་ཐོག་ནས་ཡོང་བ་ཡིན་དུས་དེ་ལྟ་ན། སེམས་ཅན་རྣམས་བླ་མེད་རྫོགས་བྱང་ལ་དགོས་འདོད་ཀྱི་བསམ་པས་དེའི་དོན་དག་ལ་ཨེ་ནི་ང་རང་གིས་བླ་མེད་རྫོགས་བྱང་གི་གོ་འཕང་འདི་མ་ཐོབ་ན་ཐབས་མི་འདུག་བསམ་པ་ཅིག་ལྟར་བློ་སྐྱེས་ཡོང་བ་ཡིན་པ་རེད། དེ་དང། ཆེད་དུ་བྱ་བ་དགོས་པ་སེམས་ཅན་ཚོའི་དོན་དག་དང་སེམས་ཅན་ཚོ་ལ་ཕན་པ་དང་བདེ་བའི་དོན་དག་ལ། སེམས་ཅན་གྱི་དོན་སྒྲུབ་ཡག་གི་ལག་ཆ་ལྟ་བུ་ལ་ཨེ་ནི་སངས་རྒྱས་ཀྱི་གོ་འཕང་མེད་དུ་མི་རུང་བ་ལ་མཐོང་སྟེ། འོ། དེ་འདྲ་ཡིན་དུས་ཨེ་ནི་སངས་རྒྱས་ཀྱི་གོ་འཕང་འདི་ཐོབ་ན་སྙམ་པའི་བློ་དེ་ལ།

སྙིང་རྗེ་གསལ་ཅིག་བསམ་བློ་ཞེས་པ་ཡིན་ན་ཕན་སེམས་བྱེད་ཡིན་དགོས་དེ་ལ་ཡང་རོགས་བྱེད་ཡིན་དགོས་དེ་ལ་གནོད་བྱེད་ཀྱི་མ་རེད་ས་དེ་འདྲ་ཡིན་དུས་ང་ཚོ་བདེ་སྐྱིད་ཀྱི་རྩ་བ་ཐུག་ས་རུ་དེ་ཅི་སྡུག་བསྔལ་ལ་ཡ་སྡུག་བསྔལ་གྱི་སྣ་ནས་ཡོད་དེ་ངས་དེ་ལ་ཨ་ཙི་གང་དྲག་སྙིང་རྗེ་གསལ་བསམ་བློ་ཏིག་ཏག་ཞིབ་ཅིག་བཏང་ཞིག་མི་འདུག་བ་ཨོ་ད་དེ་འདྲས་དེ། ཕྱོགས་རིས་མེད་དེ། རང་པའི་ཕྱོགས་དང་རིས་སུ་ཆེ་བ་ཡོང་བ་དཔེ་ཐམས་ཅད་ལ་ཡ་ད་སྙོམས་པ་གཅིག་གི་དཔེ་སེམས་བསྐྱེད་ཡོང་ངེས་ཐམས་ཅད་ལ་ཡ་ད་སྙོམས་པ་གཅིག་གི་ཕྱོགས་དང་རིས་སུ་མ་ཆེ་བ་ཐམས་ཅད་ལ་དམིགས་དེ་ངས།

དེ་ཡི་འབྲས་བུར་ཆ་བཞག་ན་སྐྱོན་ཀུན་སེལ་ཡོན་ཏན་ཀུན་ལྡན་གྱི་སྟབས་འོག་སངས་རྒྱས་ཀྱི་གོ་འཕང་དེ་སེམས་དེ་ལ་བརྟེན་ནས་དྲངས་ཡོང་ཡིན་པ་རེད། སེམས་དེ་བྱུང་ན་འཁོར་བ་ལ་གནས་པའི་རིང་ལ་ཡིན་ན་ཡང་བདེ་སྐྱིད་ཡོང་རྒྱུ་རེད། མཐར་ཐུག་སངས་རྒྱས་ཀྱི་གོ་འཕང་ཐོབ་པ་བྱེད་ཐུབ་ཡོང། དེ་འདྲས་ཡིན་དུས་དག་པའི་གཞན་གཅེས་པ་སངས་རྒྱས་ཀྱི་བསམ་བློ་འདི། དངོས་གནས་ང་རང་ཚོའི་རྒྱུད་ལ་ཡང་ངོ་མ་སྐྱེས་རྒྱུད་དུ་ཕར་བཞག་ནས་ད་འདི་དངོས་གནས་ཡག་པོ་རེད་བསམ་པའི་བློ་ཙམ་ཞིག་སྐྱེས་པ་ཡིན་ན་ཡང། དེ་གའི་ཚོད་ཀྱི་སེམས་ལ་ཡང་ཅིག་ལྟོས་ལགས་ཅིག་གི་སེམས་ལ་ཡག་པའི་གྱོན་གཟུགས་རེ་ཅིག་ལྷོད་ཤིག་ཤིག་ཆགས་ཡག་རེ་ཅིག་དང།

དབུ་མ་རིན་ཆེན་ཕྲེང་བའི་སྐོར་ལ་གསུང་བ་ན་ཤིང་གི་དཔག་ཏུ་མེད་པ་རྣམ་བཞི་ཡིས་ཨེ་ནི་ཐོག་བདེ་བླག་ཏུ་རྫོགས་ཐུག་རེ་ཟིན་གསུང་བ་རེད། དེ་འདྲ་ཡིན་དུས་ངོ་མ་རེད། བྱ་དཀའ་བ་དང་སྒྲུབ་དཀའ་བ་དང་དངོས་གནས་སེམས་ཅན་ཚད་མེད་པ་དང་དེ་དག་ཡང་ནི་སངས་རྒྱས་ཀྱི་ཡོན་ཏན་ཚད་མེད་པ་དེ་འདྲ་ཞིག་གིས་དངོས་གནས་ང་རང་ཚོ་ཧོར་ཁ་ལ་བལྟ་དུས་དེ་རིང་སྲིད་ན་ངས་ག་ནས་སྒྲུབ་ཐུག་བསམ་པ་ཞིག་ཡོད་རེད་དེ། ཡིན་ན་ཡང། བའི་དམིགས་པའི་མཐུས་འདི་རུ་གཅིག་ཤེས་པ་ཡིན་ན་དེ་ཡིས་ནི། བའི་རང། བའི་རྒྱལ་པོ་གཅིག་བཞི་རུ་བྱས་ནས་བའི་ཤི་བོ་གཅིག་བའི་ཧྲིལ་གྱིས་བའི་འདུམ་ཡོང་མཁན་ཅིག་ཡོང་གི་ཡོད་རེད་དེ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན། ལྷ་བསྐོར་ནས་བྱུང་བ་ཡིན་མ་རེད་སྔགས་བགྲང་ནས་བྱུང་བ་ཡིན་མ་རེད།

གང་འདྲི་གཅིག་གི་ཐག་དུས་ཡུན་རིང་པོ་ལ་པའི་དགོངས་པའི་དམིགས་བསལ་དཔྱད་དགོས་ཡ་ད་ཡོད་མ་རེད་དེ། ཡིན་ན་ཡང་པའི་དཔྱད་པ་ལྟ་བུ་གནང་ནས་དང་བསྐལ་པ་དུ་མ་ལ་པའི་གཅིག་ཏུ་པའི་དགོངས་པ་གཏད་དེ་གང་འདྲི་གཅིག་ད་ཕན་པ་ཕན་པ་གྲུབ་ཡ་གང་འདྲི་གཅིག་སེམས་སེམས་ཅན་ལ་ཕན་པ་ཅིག་གང་འདྲི་གཅིག་དགོས་ཀྱི་ཡོད་ན་དགོངས་ནས་གཟིགས་ཞུ་ངེས་དེ་ཡིན་དེ་གིས་ད་བྱང་ཆུབ་ཀྱི་སེམས་འདི་ཁོ་ན་འདི་ཉག་གཅིག་གཅིག་ཏུ་ཕན་པ་དེ་ལ་གཟིགས་པ་རེད་གསུངས་བ་ཡིན་པ་འདི་ངོ་མ་རེད། ཐུབ་དབང་རྣམས་ཀྱིས་འདི་ཉིད་ཕན་པར་གཟིགས་གསུངས། འདི་ཡིན་ནི་ཚད་མེད་སྐྱེ་བོའི་ཚོགས་རྣམས་ཀྱིས་བདེ་མཆོག་བདེ་བླག་ཡུལ་དུ་ཐོབ་པར་འགྱུར་གསུངས་ནས། དག་པའི་གཞན་བྱེད་པའི་བྱང་ཆུབ་ཀྱི་སེམས་འདི་ཡིན་ནི།

མཐར་ཐུག་བླ་ན་མེད་པའི་རྫོགས་བྱང་གི་གོ་འཕང་ཐོབ་ཐུབ་ངེས་གཅིག་དང་འཕྲལ་དུ་ཡིན་ན་ཡང་དད་ནས་བདེ་བ་ལ་འགྲོ་བར་བྱེད་ཐུབ་ཡོད། འོ་དེ་འདྲ་ཡིན་དུས་དམ་པས། མཐར་ཐུག་གི་བའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་ལྟ་བྱེད་མོད་དུས་འཕྲལ་དུ་ཡིན་ན་ཡང་སྲིད་པ་འཁོར་བ་ལ་འཁྱམས་པའི་རིང་དེ་ལ་ཡིན་ན་ཡང་ཨ་ནི་སྡུག་བསྔལ་གྱིས་མི་ཚུགས་པ་དང། དམ་པས། གཏན་དུ་སྲིད་པའི་ཕུན་ཚོགས་པའི་རྒྱུན་མ་ཆད་པ་བས་ད་ཐོབ་ཡོང་ཡང་གཅིག་དང་དེ་འདྲས་ལ་བརྟེན་ནས་བས་དད་ནས་བདེ་བའི་ལམ་བགྲོད་དེ་ཨ་ནི་འབྲས་བུ་སྤངས་རྟོགས་མཐར་ཕྱིན་པ་ཡིན་ཡང་དེ་བྱང་ཆུབ་ཀྱི་སེམས་ལ་བརྟེན་ནས་ཡོང་བ་ཡིན་དུས་ད་ནི་ད་རྒྱུ་མཚན་འདིས་སོང།

ང་རང་ཚོས་ད་ལྟའི་ལུས་རྟེན་འདྲ་བོ་བཟང་བའི་ཤ་རུས་གདོས་བཅས་ཀྱི་ཕུང་པོ་མི་བཟང་བ་འདི་འདྲ་གཅིག་གིས་ད་ལྟའི་འདི་འདྲ་ཐོབ་བསྡད་མཁན་གཅིག་གིས་ཨ་ནི་སྐྱོན་ཀུན་སེལ་ཡོན་ཏན་ཀུན་ལྡན་ཚེ་དང་དཔལ་ཆེ་བརྒྱས་བརྒྱན་པའི་སངས་རྒྱས་ཀྱི་སྐུར་གྲུབ་ཡག་ཟེར་མཁན་དེ་དེ་བློ་ལ་མི་ཆུག་རུལ་བ་ཞིག་ཡོད་རེད་དེ་རྐྱེན་གང་གིས་ཐབས་གང་གིས་ཨ་ནི་གྲུབ་ཐུབ་ཀྱི་གྲུབ་པ་ཞིག་བྱེད་ཐུབ་ཀྱི་ཡོད་རེད་ཟེར་ལབ་ན་དག་པའི་ཞལ་མཆེ་བའི་བྱང་ཆུབ་ཀྱི་སེམས་དེས་གྲུབ་པ་ཡིན་པ་རེད་ད་སྔགས་ཀྱི་བཤད་པ་འདྲ་འདྲ་དེ་དེ་ཡོང་རྒྱུ་མ་རེད་དེ་འོ་གང་ལྟར་ད་སྤྱིར་བཏང་ཞུས་པ་ཡིན་ན་དེ་འདྲ་ཞིག་ཟེར་རེད་ད།

རྫོགས་པའི་བྱང་ཆུབ་ཀྱི་གོ་འཕང་མངོན་དུ་བྱས་ནས་ད་གས་ཁོའི་བསྒྲུབ་བྱ་དེ་འགྲུབ། ད་འགྲུབ་མེད་པ་རེད། ཁོའི་འདོད་འདོད་དོན་མཐའ་ཐུག་རུ་རྫོགས་ཡོད་མ་རེད། འདོད་དོན་མཐའ་ཐུག། ན་འགག་པའི་ཉེན་པའི་སེམས་ཅན་ཐམས་ཅད་ཀྱི་ད་ག་སོགས་རེད་སྡུག་བསྔལ་སེལ་ཡག་ཅིག་དང་བདེ་བ་གྲུབ་ཡག་ཅིག་གི། ད་མགོའི་བསམ་བློའི་ཡོང་སྟངས་ཁོ་ལ་སྡུག་ཟེར་ནས་ཡོང་བ་ཡིན་དུས་ད་ནས་སེམས་དེས་ཟིན་ནས་བྱུང་ཞེས་པའི་འགལ་བ་དེ་ཡིད་དེ་གས་རྫོགས་པའི་བྱང་ཆུབ་ཀྱི་གོ་འཕང་མངོན་དུ་བྱས་ཚར་རེ་བྱས་ལས་ཡིན་ཟེར་རྒྱུ་མེད་འདོད་པ་བྱས་ནས་ཡོང་ད་ཡག་ཅིག་རེད་སོང་ཡོད་མ་རེད། འགལ་བ་ཤིན་ཏུ་ཆུ་ཤིང་བཞིན་དུ་ནི་འབྲས་བུ་སྐྱེས་ནས་ཟད་པར་འགྱུར་བ་ཡིན། བྱང་ཆུབ་ཀྱི་སེམས་ཀྱིས་ཟིན་པས། བྱང་ཆུབ་ཀྱི་སེམས་ཀྱི་དབང་གིས་ནི་བསགས་ནས་ཡོད་དེ་བས་དགེ་བ་དེ་སྐད་ཅིག། འབྲས་བུ་ལྗོན་ཤིང་ནང་བཞིན་བྱས་ནས། ད་ལོ་བས་འབྲས་བུ་ཞིག་སྐྱེས་པ་ཡིན་ན་ཡང། འབྲས་བུ་ཆུ་ཤིང་གི་སྡོང་པོ་ལྟ་བུ། འབྲས་བུ་ཤར་སོང་ན། དེ་ནས་ཁོ་སྐམ་འགྲོ་བ་ཡིན་པ་རེད། བྱང་ཆུབ་ཀྱི་སེམས་ཀྱིས་ཟིན་པའི་དགེ་བ་དེ། རགས་པའི་འབྲས་བུ་བཟང་པོ་ཡོད་དེ་ངེས་ཀྱི་པའི་ལྗོན་ཤིང་ན་བཞིན་བྱས་ནས་ལོ་ཟླ་རེ་ཞིག་འབྲས་བུ་བཟང་པོ་ག་ཚད་བཏགས་པ་ཡིན་ནའི་ཤིང་དེ་འབྲས་བུ་བཏགས་པའི་རྗེས་ལ་ཡང་ནི་ཤིང་བས་གུས་མི་འགྲོ་བ་ཤིང་བས་མུ་མཐུད་འདས་ཏེ་བ་ནང་བཞིན་རེ་ཟུང་ཡིན་པས་བྱང་ཆུབ་སེམས་ཀྱི་ལྗོན་ཤིང་བཏགས་པ་ལ་ཡང་འབྲས་བུ་འབྱིན་པས་ཡང་ནི་མི་འབྲས་བུ་འབྱིན་པས་ཟད་དེ་མི་འགྲོ་བ་ད་དུང་བས་གོང་ནས་གོང་དུ་འཕེལ་ཡིན་པས་རེ་ཟུང་ཡིན་པས་འབྲས་བུ་འབྱིན་པས་མི་ཟད་འཕེལ་བ་ཡིན། སྡིག་པ་ཤིན་ཏུ་མི་བཟད་བྱས་ན་ཡང་པ་ལ་བརྟེན་ནས་འཇིགས་པ་ཆེན་པོ་དང་གང་ལ་བརྟེན་ནས་ཡུལ་གྱི་དོན་འགྱུར་བ་དེ་ལ་བག་ཆགས་རྣམས་ཀྱིས་ཅིས་མི་བརྟེན།

ཐོག་མ་མེད་པ་ནས་གོམས་པའི་དབང་གིས། པའི་སེམས་རྒྱུད་པའི་ཉོན་མོངས་པ་ཉོན་མོངས་པའི་གཞན་དབང་དུ་སོང་དེའི་དབང་གིས། པའི་ལུས་ངག་གི་པའི་ཉེས་སྤྱོད་པའི་གྲངས་དང་མུ་མེད་པ་ཞིག་བསགས་ནས་ཡོད་དེ་ངས་ཀྱི་ང་རང་ཚོ་རབ་པའི། གང་རིགས་པའི་སྡིག་པ་རབ་པའི་སྡིག་ཅན། སྐྱེ་མི་དགོས་མིག་གི་པའི་ཉམ་ཐག་འདྲ་བོ་ང་རང་ཚོ་དེ་རི། པའི་དཔའ་བོ་ལ་བརྟེན་ནས་འཇིགས་པ་ལས་གྲོལ་བར་བྱེད་པ་ནང་བཞིན་ད། བྱང་ཆུབ་སེམས་ཀྱི་རབ་པའི་དཔུང་སྟོབས་བྱང་ཆུབ་སེམས་ཀྱི་པའི་ད་འགུལ་མགྱོགས་རུ་དེ་ལ་བརྟེན་ཏེ། དེ་ལག་ཏུ། ཡུལ་གྱིས་པའི་བྲལ་བ། ཆེས་མཐོ་ཡ་ཞིག་ཡིན་དུས། བློ་དང་ལྡན་པ་རྣམས་ཀྱིས་བྱང་ཆུབ་ཀྱི་སེམས་དེ་ལྟ་བུ་ཅིས་མི་བསྟེན་ཏེ་ཤིན་ཏུ་བསྟེན་པ་བསྟེན་ཡོད་ཀྱི་རེ་ཟུང་བ་ཡིན་པ་དེ་ལ་བག་ཆགས་རྣམས་ཀྱིས་ཅིས་མི་བསྟེན། དེས་ནི་དུས་མཐའི་མེད་བཞིན་སྡིག་ཅན་རྣམས། སྐད་ཅིག་གཅིག་གིས་ངེས་པར་བསྲེག་པར་བྱེད། གཞན་ཡང་བྱང་ཆུབ་ཀྱི་སེམས་རིན་པོ་ཆེ། ག་སོགས་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ལ་བློ་སྦྱངས་ཏེ་རྒྱུད་ལ་སྐྱེས་པ་ཞིག་བྱུང་ན་སེམས་དེས་ནི་དུས་དེ་མེད་བཞིན། དུས་དེ་མེད། འཇིག་རྟེན་གྱི་ཁམས། ག་རེ་ཡིན་ནའི་ཕི་གེ། ག་སོགས་ལས་ཕི་གེ། བརླག་པར་བྱེད་པ་ནང་བཞིན་བསྐལ་པ་མི་འཇིག་གི་སྐབས་ལ་ཡང་དུས་དེ་མེད། བསྐལ་པ་མི་འཇིག་གི་སྐབས་ལ་མེད་བརླག་པར་བྱེད་པ་ནང་བཞིན་བྱས་ཏེ། སྡིག་པ་ཆེན་པོ་ཅི་ཙམ་པ་ཞིག་ཡིན་ན་ཡང་སེམས་དེས། སྐད་ཅིག་གཅིག་གིས་བརླག་པར་བྱེད་ཐུབ་ཀྱི་རེད་གསུངས་པ་ཡིན། པའི་རིགས་གཅིག་གིས་ངེས་པར་བསྲེག་པར་བྱེད། དེ་ཡི་ཕན་ཡོན་དཔག་ཏུ་མེད་པ་དག། བྱམས་མགོན་བློ་དང་ལྡན་པའི་ནོར་བཟང་ཞེས། བདག་དེ་དེ་བས་ཡོན་ཏན་འམ། བཤད་མ་ཐག་པ་འདི་ཡི་དེ་ཁུངས་ག་ལ་བསྟན་ནས་བཤད་པ་རེད་ལབ་ན། དེ་དེ་བས་ཡོན་ཏན་དཔག་ཏུ་མེད་པ་འདི་ཡི་དེ། སྡོང་བུ་བཀོད་པའི་མདོར། གཞུང་ལུགས་ནོར་བཟང་ལ། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་བྱམས་པ་མགོན་པོས། བསྟན་བཤད་པའི་ལེའུའི་ཁ་ཐུག་ལེའུ་ཟེར་ནས་མི་འདུག་དེའི་ཁ་ཐུག་དེ་ཡིས་ནི།

ད་འགྲོ་བྱེད། དེ་ཡིས་མགོ་ཐུག་པ་ལྟ་བུ་བྱས་ནའོ། དེ་འདྲ་ཡིན་པས་ད་དེ་ལྟ་བུའི་ཕན་ཡོན་ཅན་གྱི་བྱང་ཆུབ་ཀྱི་སེམས་དེ་ངོ་བོ་ག་འདྲ་ཞིག་ལགས་ཞེས་ནི་བཤད་པ་ཡིན་ན། ད་བྱང་ཆུབ་ཀྱི་སེམས་ཀྱི་ངོ་བོ་བཤད་པ་ཡིན་པ་འདྲ། དེ་ལ་ཡང་ནི་བྱང་ཆུབ་ཀྱི་སེམས་ཀྱི་རྩ་བ་ནི་ག་རེའོ། བྱང་ཆུབ་ཀྱི་སེམས་སྤྱི་ཡི་ནི་ངོ་བོ་ནི་དེ་སྐད་གོང་དུ་ཞུས་པ་ནང་བཞིན་གྱི། ཆེད་དུ་བྱ་བ་སེམས་ཅན་རྣམས་ཀྱི་དོན་དག་ལ་ཡང་སངས་རྒྱས་ཀྱི་གོ་འཕང་དོན་དུ་གཉེར་བས་ད་འདྲི་བྱ། སེམས་ཅན་གྱི་དོན་དག་ལ་ཡང་དམིགས་ཡང་སེམས་ཅན་གྱི་དོན་དག་བསམ་བློ་འཁོར་ཏེ་ད་དེའི་རིགས་དོན་དག་ཅིག་བྱེད་ཨ་བྱུང་ན་བསམས་པས། དོན་གཉིས་ཅི་ལས་མི་འདུག་ག་དོན་གཉིས་ཀྱི་འདི་བར་ཅི་ལས་མི་འདུག་ག་དེ་ཡི་རྒྱུ་བྱས། དེ་ཡི་རྐྱེན་བྱས་ནས་ད་གཞན་དོན་བསྒྲུབ་ཡག་སུས་བསྒྲུབ་ཐུབ་ཀྱི་རེད་བསམས་ན་སངས་རྒྱས་ཀྱི་གོ་འཕང་ཐོབ་པ་ཞིག་བྱུང་ན་གཞན་དོན་བདེ་བླག་ཏུ་བསྒྲུབ་ཐུབ་ཀྱི་རེད་བསམས་པ་ཞིག། བཤགས་ཏེ། དེ་ནས་ནི་ཆེད་དུ་བྱ་བ་སེམས་ཅན་གྱི་དོན་དག་ལ་ཡང་ནི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། ཀུན་ཏུ་བསམ་པར་བྱེད་ཀྱི་ནི་སངས་རྒྱས་ཀྱི་གོ་འཕང་ཐོབ་འདོད་ཀྱི་དོན་ཉིད་གཅིག་ལས་མི་འདུ་བ་དང། དོན་ཉིད་སྙན་མང་དེ་གི་འདུས་བྱས་དོན་ཉིད་ཕྱི་མ་དེ་དང་མཚུངས་ལྡན་དུ་ཡོད་དེ་ངེས་ཀྱི་མཚུངས་ལྡན་སུ་ཡིན་ད་དེ། འདུན་པ་དེ་སེམས་དང་སེམས་བྱུང་ཟིན་ནས་དབྱེ་བ་ཕྱེ་ཡོང་བ་ཡིན་དུས་ད་ནི་དོན་ཉིད་ཀྱི་འདུན་སེམས་བྱུང་དོན་ཉིད་ཀྱི་འདུན་པ་དེ་དང་མཚུངས་ལྡན་དུ་ཡོད་དེ་ངེས་ཀྱི་གཙོ་བོ་ཡིད་ཀྱི་རྣམ་རིག་དེ་ལ་བྱང་ཆུབ་སེམས་གསལ།